ཐོག་མར་ཡོང་བའི་སྐབས་ནས་ད་ལྟ་བར་དུ་ཡང་ཨ་ནི་སྤྱིར་རི་ནང་པའི་ཆོས་དེའི་ནང་ནས་བོད་བརྒྱུད་ནང་པའི་ཆོས་ལ་ཡང་ད་ལྟ་མི་མང་པོ་དོ་སྣང་དང་ཨ་ནི་དད་པ་ཉམས་ལེན་བྱས་རྗེས་གང་ཅིའི་ཐོག་ལ་ཡང་ད་ཅིག་རྒྱུས་ཆེ་རུ་ཕྱིན་ནས་ཨ་ནི་ཅིག་ཆོས་དངོས་གནས་དྲང་བཞིན་བྱེད་མཁན་དེ་གྱིས་ཏེ། ཕྱོགས་གང་ཅིའི་ཐད་ནས། སྤུས་དག་ཕྱིན་པ་དང་ཡག་ཕྱིན་པ་དེ་འདྲ་མཐོང་གི་འདུག་ཨང། དེ་ནི་ད་དུང་ཡིན་ན་ཡང་ལྟ། ཆོས་ཟེར་ཡག་འདི་ང་ཚོ་ཁ་སོང་རེད། ཅི་ཚེ་འདི་གཅིག་གོ་དོན་དག་མ་རེད་སྐྱེ་བ་ནི་སྐྱེ་བ་ཡི། བར་གྱི་ཡ་གྱལ་ནི་གང་ལྟར་ཅི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་མ་ཐོབ་ཀྱི་བར་གྱི་ཨེ་དེ་ཡིན་དུས་ཙང་ནས་ཨེ་ནི་ཆོས་བྱེད་ངན་དུས་ཡིན་ན་ཡང། དངོས་གནས་དྲན་ནས་གཟབ་གཟབ་བྱས་ཅིག་བརྟག་དཔྱད་བྱས་བླ་མ་བསྟེན་དུས་ཡིན་ན་ཡང་ངའི་མངལ་མི་མངལ་གྱི་ཁ་སོ་རེད་ཅེས་བསྟན་བཅོས་ཚོའི་ནང་ལ་ཡང་གསལ་པོ་གསུངས་ཡོད་རེད། ཅེས་བླ་མ་བསྟེན་དུས་ཡིན་ན་བླ་མས་ཡིན་ན་སློབ་མར་བརྟག་དཔྱད་བྱེད་སློབ་མས་ཡིན་ན་བླ་མར་བརྟག་དཔྱད་བྱེད་ཅེས་གང་ལྟར་གྱི་བླ་སློབ་གཉིས་ཀ་ཕན་ཚུན་བར་དུ་ཡིད་ཆེས་བྱུང་བའི་རྗེས་ལ་ཡང་ཨ་ནེ་བླ་སློབ་ཀྱི་འབྲེལ་བ་བཙུགས་ནས། དེའི་ཐོག་ནས་ཨ་ནེ་བླ་སློབ་ཀྱི་འབྲེལ་བ་བཙུགས་ཚར་དུས་སྐབས་ལ་ཡང་ཨ་ནེ་སློབ་མའི་ངོས་ནས་ཡིན་ན་ངོས་ནས་ད་ནས་དེ་དེ་གུས་མོས་པ་འགྱུར་བ་མེད་པ་ཞིག་བླ་མེད་ཡིན་ནས་ཆིག་སློབ་མ་སྐྱོང་སྟངས་དེ་བྱས་ཏེ་མུ་མཐུད་ནས་ཁ་བ་བྱམས་པ་དང་བརྩེ་བ་དེ་འདྲ་དེ་འདྲའི་གི་ཐོག་ནས་ནི་ཡག་པོ་ཞིག་འགྲོ་ཐུབ་པ་བྱུང་བ་ཡིན་ན་དངོས་ནས་སྤུས་དག་པོ་ཆོད་བསད་དེ་སྤུས་དག་པོ་བྱེད་དགོས་དེ་གལ་ཆེན་པོ་ཞེ་རག་རེད་ད་གང་ཟེ་ཕྱིའི་ཅིག་ཁ་གསོ་རེད་བྱ་བྱེད་གཅིག་འོག་གི་ཞི་རག་ཞི་རག་ཕན་ཡག་ཡོད་མ་རེད་ཆོས་གང་འདྲའི་ཆེ་བོར་བསད་ན་ནི་སྔོན་གི་འགྲེལ་པ་ཚོས་ནམ་གསུང་ཡོད་རེད། སྤྱོད་པ་བསྡུ་བ་དང་མཐུན་པ། སྒོམ་པ་མདོ་སྡེ་དང་མཐུན་པ། བཤད་པ་མངོན་པ་དང་མཐུན་པ། གསང་སྔགས་རྒྱུད་སྡེ་དང་མཐུན་པ། ཨ་ད་འདི་འདྲས་ཞིག་བྱས་པ་བྱེད་ཐུབ་པ་ཡིན་ན་དེ་དངོས་གནས་གྲངས་མེད་ཀྱི། མི་ལུས་ཐོབ་པ་དོན་དང་ལྡན་པ། ཚེ་འདི་ལ་ཡིན་ན་ཡང་དེ་ནི་ག་སོག་རེད་ད། མི་ཚེ་དོན་དང་ལྡན་པ་ཆགས་པ་རེད་སྐྱེ་བ་ནས་སྐྱེ་བ་ནས་རྒྱུད་ནས་ཡིན་ན་ཡང་ད་དེ་འདྲས་ཞིག་ཉམས་ལེན་ལ་བརྟེན་ནས་དེ་ནི་རིམ་གྱིས་བ་གེ་དང་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཐུབ་ཡག་ཅིག་ཡོང་རྒྱུ་ཡིན་པ་རེད།

ཆོས་བརྒྱུད་ཁག་མི་འདྲ་རྟག་ཏུ་བྱུང་བ་རེད། བོད་གངས་ཅན་གྱི་ལྗོངས་ལ་ད་རེས་ཆོས་བརྒྱུད་ཚང་མ་ལོག། ཐོག་མའི་ཀུན་སློང་རེད། བར་དུ་གཅིག་མདོ་སྔགས་ཟུང་འབྲེལ་གྱི་ཉམས་ལེན་རེད། ཐག་ར་ཡི་ནི་འབྲས་བུ་མངོན་པར་རྫོགས་པ་སངས་རྒྱས་དེ་འདྲའི་ཁྱད་པར་གསལ་རྩ་བ་ཉིད་ནས་ཡོད་མ་རེད། ད་ཡིན་ན་ཁྱད་པར་ག་རེ་ཡོད་སླ་བ་ཡིན་ན། ཨེ་ནི་ཆུ་མགོ་གངས་ལ་ཐུག་སའི་རྒྱ་གར་འཕགས་པའི་ཡུལ་གྱི་པན་གྲུབ་རེད། བར་དོ་ཡི་ནི་མ་ཆོས་ཡོངས་གསལ་ཡི་ད་ལོ་ཙཱ་བ་རེད། དེ་ནས་མ་བྱས་ནས་ཡི་ནི་རིམ་པས་བླ་མའི་བླ་མ་གོང་མའི་གོང་མ་བྱས་ནས་བརྒྱུད་པའི་རིམ་པ་ད་ཕྲན་བུ་མ་འདྲ་ཡིན་པ་རེད། དེ་ཡིན་དུས་ཙཱ་ནས་བརྒྱུད་པའི་རིམ་པ་མི་འདྲ་ཡིན་དུས་དཔེར་ན་ལྷ་ཡིན་ན་ཡང་གདུལ་བྱའི་ཁམས་དང་མོས་པ་དང་བསྟུན་ནས་ལྷ་འགའ་ཤས་ཞི་བ་འགའ་ཤས་དྲག་པོ་འགའ་ཤས་ཞལ་ཕྱག་མང་པོ་འགའ་ཤས་ཞལ་གཅིག་ཕྱག་གཉིས་དེ་འདྲ་ཡོང་གི་ཡོད་དེ་ནང་བཞིན་བྱས་ནས་གདུལ་བྱའི་ཁམས་དང་མོས་པ་དང་བསྟུན་ནས་ཡི་ནི།

ལོ་ཙཱ་བ་ཆེན་པོ་ཞིག་གིས་ཆོས་བརྒྱུད་འཛིན་མཁན་དེ་ས་སྐྱ་ཡིན་གསུངས་བ་རེད། ད་བར་རི་ལོ་ཙཱ་བ་རིན་ཆེན་གྲགས་པ། འབྲོག་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས། དེ་ནས་མར་ལོ་ཙཱ་བ་བློ་གྲོས་གྲགས་པ། ལོ་ཙཱ་བ་རིན་ཆེན་བཟང་པོ་བཅས་དེ་གས་ནི་མ་བརྒྱུད་པའི་ཆོས་བརྒྱུད་འཛིན་མཁན་དེ་སྤྱི་དེ་ས་སྐྱ་བ་ཡིན་པ་རེད། ཨེ་ནི་ས་སྐྱའི་ནང་ནས་ལྟ། ས་སྐྱའི་ལ་ཡ་ས་པ་དང་རྒྱ་ཆེ་བའི་དམ་པ་ཐུན་མོང་དང་ཐུན་མོང་མ་ཡིན་པའི་ཟབ་རྒྱས་ཀྱི་དམ་པ་རྒྱ་མཚོ་ལྟ་བུ་བཞུགས་པའི་ནང་ནས་རྒྱ་མཚོའི་ནང་གི་ནོར་བུ་ལྟ་བུ་དེ་ག་རེ་རེད་ཟེར་ན། ཨ་ནི་གསུང་ངག་རིན་པོ་ཆེ་ལམ་འབྲས་བུ་དང་བཅས་པའི་གདམས་ངག་ཡིན་པ་རེད་དེ་ཡིན་ནས་ག་འདྲའི་བྱུང་བ་རེད་ཟེར་ན་རྒྱ་གར་ནཱ་ལེནྡྲའི་ཨ་ནི། ད་ཕ་མ་བྷ་གའི་མཁན་པོ་ཨ་ནི་བཞུགས་པ་ཡིན་ན་འཁྲུལ་པ་ཚོལ་བའི་མཚན་ཡོངས་གྲགས། ཀྱི། གྲིབ་ཅན་བཱ་རཱ་པ་ཞེས་པ། དེ་ཡིས་དེ་ནི་ཡི་དམ་གྱི་ལྷ་ལས་བབས་པའི་དངོས་སུ། རྟ་བསྲུང་གི་བདུད་རྩི་བཞེས་བྱས། དེ་ནི་ཁྲོས་པའི་གོ་འཕང་མཐོན་པོར་གཤེགས་པ་དེ་ཉིད་ཡིན། མཱ་ཏཱ། སངས་རྒྱས་ཀྱི་གསུང་རབ་ཟབ་མོ་མདོ་དོན་དང་རྒྱུད་སྡེ་ཐམས་ཅད་ཀྱི་དོན་གྱི། ཅོད་ཆུང་བ། འདི་ལྟར་གསུང་ངག་རིན་པོ་ཆེ་ལམ་འབྲས་ཀྱི་གདམས་པ་འདི་དག་ས་སྐྱའི། ཆོས་ཀྱི་ནང་དུ་གཙོ་བོ་ཡིན་པ། དེ་ལ་སོགས་པའི་ས་སྐྱའི་གདམས་པ་མ། དེ་ནི་གང་དག་ས་སྐྱ་པའི། ཅི་སྣང་ཆོས་ཀྱི་བརྒྱུད་པ་བྱས་ན་ཐུགས་གསལ་རེད་ཡིན་ན་ཡང་རྟགས་མ་འཛིན་སྐྱོང་གནང་མཁན་དེ་དེ་ག་ནས་ཤེས་བྱུང་བ་རེད་བསམ་ན། ཨེ་ནས། ཐོག་མར་དབུ་བརྙེས་མཁན་རེད་བར་དུ་སོར་བཏོན་མཁན་རེད་མཐའ་མ་དར་བཞིན་རྒྱས་པར་མཛད་མཁན་ཚང་མ་ལོག་ཨེ་ནས། ཁོན་གྱི་གདུང་རྒྱུད་ཚོས། ད་ཁོན་གྱི་གདུང་རྒྱུད་ཚོ་ཐོག་མར། ཐོག་མའི་འབྱུང་ཁུངས་དུ་བྱས་པ་ཡིན་ན་རྟགས་མ་འོད་གསལ་ལྷ་ནས་བབས་པ་ཡིན། ཟེར་གྱི་ཡོད་དེ་འདྲ་ཡིན་དུས་རྩ་ནས། འོད་གསལ་ལྷ་རིགས་བར་དོ་ཡི་ནི། དྲི་མེད་ཁྱོད། ཐར་ར་ཡི་ནི་རྗེ་བཙུན་ས་སྐྱའི་བར། མཚན་མཆོག་གསུམ་ལྡན་གྱི་གདུང་རྒྱུད་རིན་པོ་ཆེའི་གཙོས་ཀྱི། མདའ་གྲུབ་མདའ་དེའི་དེ་ནི་དབུ་བརྙེས། སོར་བཏོད། དར་ཞིང་རྒྱས་པར་མཛད། ཨ་ཐུག་ཚེ་ནི་མ། གང་དག་ཅིག་ས་སྐྱ་པའི་དུ་མདོ་སྔགས། ཟུང་འབྲེལ་གྱི་བསྟན་པ། བཤད་སྒྲུབ་གཉིས་ཀ་ལ་ཡང་གཙོ་འདོན་གནང་ཉེན། ད་དེ་འདྲའི་ཟེར་ནས་དེ་ནི་མ་གཙོ་བོ་འདུམ་རྒྱུད་ཚོས་ནང་དེ་ནས་ཀྱི་རྗེས་འབྲང་དང་ས་སྐྱའི་རྗེས་རྒྱུད་ནང་ངོ་རྫོང་ཚར་གསུམ་བཅས་ནི་ཡོད་པ་དེ་ཚོ་ནི་མ་ཕྱིན་རིམ་པས་གང་དང་གང་ཅན་མཛད་པར་བྱས་པའི་རྒྱན་དྲུག་གསུངས་ནས། གཅིག་སྔགས་ལ་མཁས་པ་ཀུན་དགའ་རྣམ་གཉིས་རྡོ་ལ་མཁས་པ་གཡག་རོང་རྣམ་གཉིས་རྡོ་སྔགས། གཉིས་ཀ་ལ་མཁས་པ་གོ་ཆ་རྣམས་ཡིན་ཟེར་ནོ་ད་འགྲེལ་གྱིས་པ་མཁས་པའི་དབང་པོ་ཇི་བཞིན་འཁྲུལ་བ་རྙེད་པའི་དོན་ནི་གང་དག་སྐྱེས་བུ་བསམ་གྱིས་མི་ཁྱབ་པ་མང་པོ་བྱུང་རྗེས་ནི་ད་ལྟར་གྱི་བར་དག་དཔལ་ལྡན་ས་སྐྱ་པའི་རིང་ལུགས་ནི་ཕྱོགས་ཀུན་ནས་བགེགས་དག་ཞིང་རྒྱས་པར་མཛད་པ་བཅས་ཐུགས་བསིལ་ཡིན་པ་རེད། ད་རེས་འདས་ང་ལམ་འབྲས་འདོན་ཡ་དེ་ཅི་ད་ང་དེ་ཚར་ཁ་ཤས་ཡོང་པ་ཡིན་དུས་ཙར་ནས་ང་ཚོ་ཆོས་དང་དམ་ཚིག་གི་འབྲེལ་བ་ཡོད་མཁན་གྱི་ད་མི་མང་པོ་ཡོད་རེད་འདི་ཁོང་ཚོས་གི་རེ་འདུན་བྱེད་ཡ་ལ་ཁྱེད་རང་གི་ལམ་འབྲས་ཞིག་འདོན་ཐུབ་པ་ཡིན་ན་འདི་ཡག་པོ་ཆེ་པོ་ཡོང་གི་འདུག། ཟེར་ནས་དེ་འདྲའི་རེ་བའི་རེ་འདུན་བྱེད་ཀྱི་འདུག་ཟིན་བྲིས་ཡིན་དུས་བཙལ་ནས་ཨིན་ད་ད་ལོ་ལམ་འབྲས་ཚོགས་བཤད། ད་རྒྱས་པ་དང་འདོན་དུས་ཚོད་རེ་ཁ་ནས་འགྲིག་གི་མི་འདུག་དེ་ཡིན་ནའི་ད་ངོ་སྤྲོད་བཟོ་སྒྲུབ་བྱས་ཚེ་མདོར་བསྡུས་ཆེད་མ་འདོན་ཡག་བྱེད་ཐུགས་ཟིན། ཨིན་ད་ཅིག་ཤོད་པའི་ན་ཅིག་ད་ང་ཚོ་ལམ་འབྲས་དེ་ས་སྐྱེས་པའི་ཆོས་ཀྱི་གཙོ་བོ་རེད་པོ་ཞིག་རེད་དེ་ཡོད་རེད། གང་ཡིན་ཟེར་ན་སུ་ང་རུམ་ཞིག་ལམ་འབྲས་བུ་དང་བཅས་པ་ཟེར་ཡ་དེའི་ནང་ལས་ཡ། སྐྱེས་བུ་གང་གསོ་བར་བྱེད། ད་ཀ་འདན་རིམ་གྱིས་དང་ད་ཀ་མན་ཅིག་ཅར་བ་དེ་དག་ཐམས་ཅད་ཀྱི་ལམ་གྱི་རིམ་པ་ག་འདྲས་ཀྱི་སྒྲོས་དགོས་བྱུང་བ་ཡིན་ནའི་སྒྲོས་སོ་སོར་ཡོད་དེ། ད་གང་དག་ཅིག་ཐོག་མ་ཅིག་གི་ཉན་རང་གི་ཐེག་པ་ནས་བཟུང་སྟེ་ཨ་ནི་གང་དག་ཅིག་སྔགས་བླ་མེད་ཀྱི་བར་གྱི་ད་ལམ་གྱི་བར་གྱི་ཆ་ཚང་བ་ཇི། ད་ཐོག་མ་ཅིག་སྔོན་འགྲོ་སྣང་བ་གསུམ། དེ་ནས་དེའི་རྗེས་ལ་ཡང། བརྒྱུད་པའི་ཁྱད་པར་གཉིས་ལྡན་གྱི་སེམས་བསྐྱེད་སེམས་བསྐྱེད་དེ་དེའི་ཕྱིར་ལོ་དབང་ཞུས། དེ་ནི་རྒྱུད་གསུམ། ད་དེ་ནས་ཕྱི་ནང་གི་བསྐྱེད་རིམ་བྱས་ཏེ་ཐུགས་སུ་མ། དབང་བཞི་སོ་སོ་གི། ལྟ་གྲུབ་ཀྱི་རིམ་པ་བྱས་དང་ཐུགས་བྱིན་ཆགས་ཚང་བ་བྱས། ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་རྩ་ནས་གསུང་ངག་རིན་པོ་ཆེ་ལམ་འབྲས་བུ་དང་བཅས་པའི་གདམས་པ་འདི། དེ་ནས་བླ་མ་ས་སྐྱ་པ་ཆེན་པོའི་བར་དུ།

ཡི་གེ་བྲིས་བྱས་གང་ཚེ་ཡིག་ཐོག་ལ་ཡང་གཏན་ལ་ཕབ་པ་ན་ཅི་གང་དག་ཅིག་ད་ཐོས་སམ་སྒོམ་གསུམ་གྱི་སྒོ་ནས་ཨེ་ནི་གཏན་ལ་ཕབ་ནས་ཨེ་ནི་མ་དང་རིམ་པས་དག་ཞིང་རྒྱས་པ་ཚེ་དེ་དུས་སུ་ངག་རིམ་གྱི་ལམ་འབྲས་བུ་དང་བཅས་པ་འདི་འང་ཚུ་ས་བརྒྱད་པའི་ཙམ་དུ་མ་ཟད་པའི་བོད་གངས་ཅན་གྱི་ལྗོངས་ལ་ཡང་ད་རེས་ཆོས་བརྒྱུད་གྲུབ་མཐའ་ཡོངས་སུ་རྫོགས་པའི་གི་མཚན་མར་འཛིན་འཛིན་ཡང་ཅི་དང་འདི་ཨེ་ནི་ཀུན་ཕ་གབ་དང་ཀུན་གྱི་ཕ་གའི་ཁ་ཕྱོགས་རེད། ཅིག། ད།

ཕྱོགས་ཀྱི་པཱ་ནཱ་ཏི་བྱ། བོད་ལ་ཕེབས་པའི་སྐབས་ལ་ཡང་དེ་ནི་ས་སྐྱའི་ཕྱོགས་ལ་ཕེབས་ནས། དེ་ནི་ས་དཀར་པོའི་ལོགས་ལ་འདི་ཡིག་བདུན་དང་ཧྲི་ཡིག་གཅིག། ཧུང་ཡིག་གཅིག་ཅེས་གཟིགས་ནས། དེ་ནི་སྐུ་ཕྱག་ན་ཆུན་པོའི་ནང། ཞེས་དེ་ནི་མ་འོངས་པ་ལ་འདི་ལ་ཡང་འཇམ་དཔལ་དབྱངས་ཀྱི་སྤྲུལ་པ་བདུན་དང། སྤྱན་རས་གཟིགས་ཀྱི་སྤྲུལ་པ་གཅིག། ཕྱག་ན་རྡོ་རྗེའི་སྤྲུལ་པ་གཅིག། དེ་ནས་ཀྱང་མུ་མཐུད་ནས། རིགས་གསུམ་མགོན་པོའི་སྤྲུལ་པ། མང་པོ་འཕེལ་ཅིང་བརྟན་པ་དང་འགྲོ་བའི་རྒྱ་ཆེན་པོ་དོན་རྒྱ་ཆེན་པོ་མཛད་ཀྱི་ལས་ཟིན་ཏུ་ལུང་བསྟན་རྣམ་པ་ནང་བཞིན་ནི་འཇམ་དབྱངས་བདུན་བརྒྱུད་བྱས་ནས་དང། སྔོན་རྗེ་བཙུན་གོང་མ་བྱང་སྒོ་བླ་མ་ས་སྐྱའི་པཎྜི་ཏ་ཆེན་པོ་ལ་སོགས་པ་དང་འཇམ་པའི་དབྱངས་ཀྱི་སྤྲུལ་པ་བདུན། ས་ཆེན་སྤུངས་པ་སྙིང་པོ་སྤྱན་རས་གཟིགས་ཀྱི་སྤྲུལ་པ་འགྲོ་མགོན་ཕྱག་ན

ཕྱི་བཞིན་དུ་བབས་པའི་ལྟ་སྲུང་ལྷུན་ཡང་མེད་པ་བཞིན་དཔེར་ན་ནམ་མཁའ་ནམ་མཁའ་ན་བཞིན་ནམ་མཁའ་ལ་མཐའ་མེད་པ་ན་བཞིན་འཇམ་པའི་དབྱངས་ཀྱི་མཁྱེན་པའི་ཡོན་ཏན་ལ་ཡང་དཔེར་ན་མཐའ་མེད་པ་བཞིན་འདི་ཡི་འདི་ཙམ་ནི་འཇམ་པའི་དབྱངས་དེ་བསམ་གྱིས་མི་ཁྱབ་པ་ཡིན་པ་རེད། འདི་འདི་ཡི་འདི་ཙམ་ནི་འདི་ནི་ད་ང་ཚོ་སངས་རྒྱས་ལ་ཡི་དམིགས་བསལ་གྱི་འཇམ་པའི་དབྱངས་ཀྱི་ལྷ་སྲུང་རེད།

བྱེད་ཨ། ཨེ་ནི་རྟོགས་པའི་བདེན་པ་ཟད་དེ་གང་སློབ་སྦྱོང་བྱས་པ་དེ་ཡིས་དེ་ད་ཉམས་ལེན་བྱས་ཚེ། ཨེ་ནི་དེ་ལ་བརྟེན་ནས་དེ་ནི་རང་གི་རང་གི་རྒྱུད་ལས་པ་ཉམས་དང་རྟོགས་པ་སྐྱེ་ཨ་ནི་རྟོགས་པའི་བདེན་པ། དེ་དེ་ཡིན་དུས་རྩ་ནས་ད་ང་ཚོ་ད་ལྟ་རྒྱ་གར་ལ་ཡ། རྒྱ་གར་གཙོ་བོར་གྱུར་པའི་ཨེ་ནི་ད་ཡུལ་རེད་ཨེ་ནི་སིན་ཆན་ཡང་ཇི་ཙམ་ཙམ་པོ་ནི་ཁ་ཚ་ཁ་ལ་ཡ། ད་ང་ཚོ་ས་སྐྱེས་པའི་བསྟན་པ་མི་ཉམས་གོང་འཕེལ་ཉམས་པ་སོར་འཇུག་ཡོང་ཡག་གི་ཆེད་དུ།

ཞེས་གཞུང་ལུགས་སློབ་གཉེར་བྱེད་ས་ཀྱི་བཤད་གྲྭ། དེ་ནི་ད་ག་ནས་ཞེས་བཤད་གྲྭ་ལ་ཡང་ཅིག་ལྟ། སྔས་མ་ནས་མི་ཞིག་ང་རང་ཚོ་ཨ་ནི་དགོན་པ་ཞིག་ཞུགས་ན་བསམ་པའི་རེ་བ་ཆེ། འདི་ཡིན་འདི་དག་ད་ལྟ་ཨ་ནི་མང་པོ་ཡོད། ཨ་ནི་དགོན་པ་བཅས་ངས་ད་ང་ཉིད་ལོ་ཁ་ཤས་གོང་ནས་ཨ་ནི་ཚོའི་དམིགས་བསལ་གྱི། གང་ཟུག་རེད་ད་གཞུང་ཆེན་པོ་ལ་ཡང་སློབ་སྦྱོང་བྱེད་ས་ཀྱི་བཤད་གྲྭ། ཞེས་ཐུགས་ཞིག་ཡོད། དེ་བས་འདི་ཡིན་འདི་ཡིན་ཙམ་ནས་གཙོ་ཤེས་ཤིག་བཤད་གྲྭ། ཨ་ནི་སྒྲུབ་གྲྭ། ཨ་ནི་ནི་ད་ག་ན་བཞིན་ཇི་ལྟར་རྒྱ་གར་ནང་ཁུལ་ལ་ཡང་ས་གནས་གཞན་དག་ལ་ཡང་ང་ཚོ་དགོན་པ། དེ་དེ་གེ་དེ་དག་ཚང་མ་ལོ་མི་ཉམས་གོང་པའི་ཉམས་པ་སུ་ཅུ་ཡོང་ཡག་བྱེད་དུ་ཨ་ནི་ཅིག་ད་གང་ཅིག་བ་གི་འབད་བརྩོན་སྐྱེས་དང་སྐྱེ་བཞིན་པ་ཞིག་འདུག་ཟིན་ཨ་ནི། ད་ང་ཚོ་ཤེས་བྱེད་ཤེས་ཤོས་ཅིག་ལ་ཡ་ག་རེ་ཡོད་ལ་ཟེར་ན། ད། ད་ལྟ་ཧི་མ་ལ་ཡའི་རི་རྒྱུད་ཀྱི་དང། མི། སྤྱིར་ནང་པ་དེ་རྣམས་ནི་མང་ཆེ་བ་བོད་རྒྱུད་ཀྱི་བོད་ནས་བརྒྱུད་པའི་ནང་པའི་ཆོས་བྱེད་ཤ་སྟག་ཡིན་པས་དེ་རྒྱུད་དེ་དག་ངང་དུ་ཕུགས་ནས་ད་བསྟན་པའི་རེ་བ་ཆེ་ཤོས་དེ་འདི་ཆགས་དུས་འདི་ཡིན་དུས་རྩ་ནས་ད་མཐའ་མཚམས་ཁག་ལ་ཡ། དེ་ཧི་མ་ལ་ཡའི་རི་རྒྱུད་ཀྱི་དགོན་པ་ད་ལྟ་ཡོད་བཞིན་པ་དེ་རྒྱུད་དེ་མུ་མཐུད་ནས་ཡར་རྒྱས་བཏང་ཡ་དང་ཨེ་ནི་མལ་ས་དེ་ཚོ་ལ་ཡར་ཡང་གསར་དུ་དགོན་པ་བཞེངས་བྱས་ཨེ་ནི། དེ་ཡི་ནང་ལ་ཡང་ཆོས་ཀྱི་སློབ་སྦྱོང་བྱེད་ཡ་རེད་ཉམས་ལེན་བྱེད་ཡ་རེད། མི་མང་ལ་ཡང་ཆོས་ཀྱི་ངོ་སྤྲོད་བྱེད་ཡ་རེད། ནང་པ་ཡིན་ཟིན་ཡང་མང་པོ་ཡོད་རེད་དེ་ཡི་ནང་ཡང་ནང་པའི་ཆོས་ཕྱི་མ་ཞིག་ཤེས་མཁན་དཀོན་པོ་ཡོད་དེ་འདྲ་ཡིན་དུས་ད་འདི་ཡི་ལ་ཡ་ད་ནང་ཆོས་དངོས་གནས་སྤུས་དག་གི་བགད་ངོ་སྤྲོད་བྱེད་ཡ་དེ་འདྲ་གི་ཆེད་དུ་ད་ཆ་གཞི་གསར་པ་ཞིག་ལ་ཡ་ད་ད་རྒྱ་གར་ཤར་ཕྱོགས་སུ་གོར་དང་དེ་ཀ་ལོན་པུར་ལ་ཡ་དགོན་པ་ཞིག་རྒྱབ་གི་ཡོད་དེ་དགོན་པ་དེ་ད། ད་ལྟ་ལས་ཁུར་བྱེད་བཞིན་པ་ཡིན་དེའི་ནང་ནས་ད་ལྟ་ཤོད་ཀྱི་ནང་བཞིན་གྱི་གཙོ་ཆེ་ཤོས་དེ་ས་མཚམས་ཐང་ལ་ཧི་མ་ལ་ཡའི་རིགས་རྒྱུད་ཡིན་པས་མཛོད་ལུ་ཡ་ནང་པའི་ཆོས་མུ་མཐུད་ནས་ནང་པ་ཡིན་བསྡད་པ་དེ་བརྒྱུད་ནས་མུ་མཐུད་ནས་ནང་པའི་ཆོས་དངོས་ནས་སྤུས་དག་པོ་ཡོང་ཡ་གཅིག་དང་བྱ་བྱེད་གཅིག་དེ་ཡིན། གཉིས་ལ་ཡ་མ་མ་འོངས་པ་ལ་ཡ་ད་བསྟན་པ་དེ་དགེ་འདུན་གྱི་སྡེ་ལ་རག་རེག་ཡོད་དགེ་འདུན་པ་ཚོ་གྲྭ་པ་ཚོ་ལས་རག་རེག་ཡོད་ཨེ་ནས་མ་འོངས་པ་ལ་ཡ་ད་གྲྭ་བ་ཁ་ལེ་ཞིག་ཡོང་དགོས་པར་ཟིན་ལབ་པ་ཡིན་ན་ད་ང་ཚོས་རྔན་མའི་དུས་ཚོད་དང་ད་ལྟའི་དུས་ཚོད་ཁ་ཁ་རེད་དེ། རྔན་མ་ཡིན་ན་ཚེ་ཚད་དགོན་པའི་ནང་ལ་ཡང་གྲྭ་བ་བྱས་ཚར་བཞུགས་གོ་ལ་ཡ་ཁུང་བུའི་དུས་ནས་གྲྭ་བ་བྱས་འདས་ཡ་ད་མ་འོངས་པ་ལ་ཡ་ད་ལྟའི་དུས་ཚོད་འདི་ད་ཡང་དུས་ཚོད་མ་འདྲ་དུས་ཚོད་གསར་པ། དུས་རབས་ཉི་ཤུ་རྩ་གཅིག་པའི་སྐབས་དེ་ཁེལ་ཡོད་འདི་ཙང་ནས་གྲྭ་བ་ཚོ་ཡིན་ན་ཡང་ཇི་ལྟར་ཆོས་ཀྱི་སློབ་སྦྱོང་རྐྱང་པ་བྱས་པས་ཀྱི།

སྲོལ་རྒྱུན་གྱི་སྔོན་ནས་ཡོད་བསྡད་པའི་གི་སློབ་སྦྱོང་དང་དེང་དུས་ཀྱི་སློབ་སྦྱོང་གཉིས་ཀ་ཡོད་བསྡད་པའི་བྱུང་ཡིན་ན་ཨེ་ནི་མ་འོངས་པ་ལ་ཡང་གྲྭ་པ་ཚོའི་ཁ་སོ་རེད། དེང་དུས་ཀྱི་ཤེས་ཡོན་ཡོད་ནས་དེང་དུས་ཀྱི་མི་ཚོ་ལ་ཡིན་ན་ཡང་ཕ་གོ་ཕ་འདྲེ་བ་བྱས་བྱས་མུ་མཐུད་ནས་ཕ་གི་ཆོས་ཀྱི་སློབ་སློབ་གསོ་བརྒྱབ་ཡག་རེད། ད་ག་ནང་བཞིན་སློབ་སྦྱོང་སྤྲད་ཡག་རེད། གང་ཡིན་ན་བྱེད་ཐུབ་ངེས་ཅི། དེ་འདྲས་བྱུང་མི་ཐུབ་པ་ཡིན་ན་ཨེ་ནི་མ་འོངས་པའི་མི་རབས་ཚོ་ལ་ཡང་ཞི་བ་ཅིག་ཕན་ཐོག་ཡོང་ས་རེད་བསམ་གྱི་འདུག་བྱེད་སྟངས་དེ་ཡིན་དུས་དེ་དང་ཨ་མི་ད་ང་མེ་ཤིང་ཡ་གའི་ཐང་ད་མ་སུ་རི་ལང་གནག་ལ་ཡ་ས་ན་ས་སྐྱ་ཀོག་ལེ་བྱེད་སྟངས་དེ་དགེ་འདུན་པ་ཚོའི་ནང་ནས་ད་ས་སྐྱ་བའི་ཆོས་བརྒྱུད་ཁོངས་ཀྱི་ཡོད་པའི་དགོན་པ་གང་ག་ལོག་གི་ནང་གི་གྲྭ་པ་ཅིག་ཤེས་ཡོན་ཡོད་བསྡད་པ་ཆེན་ཡོན་གྲགས་ཡོད་པ་ད་ཀྱེ་ཡ་གའི་འཛོམས་བྱས་ཏེ་དེ་ཀྱེ་དེ་ལས་གཞུང་ཆེན་པོ་ད་ང་ཚོའི་ས་སྐྱ་པའི་ལུགས་ལ་པོད་ཆེན་དྲུག་ཟིན་སོང་གི་ཡོད་རེད་ཅིག་སྔོན་པ་བསྡུ་བ། མཚན་མ་དབུ་མ་དེ་ནས་དག་ན་ཞེས་བསྡུ་བ། བསྡུ་བ། ཞེས་སྦྱིན། དེ་ནས་སྡོམ་གསུམ་བཅས། ཨོ་དེ་སྐད་དེ་གི་ད་སློབ་ཀྱི་གཞུང་ཆེན་པོ་ལ་ཡ། ད་དེ་སྐད་དེ་ལ་ཡས། ང་ཚོ་སྔོན་བྱོན་པའི་མཁས་པ་མང་པོ་ཡོད་དུས་ད་ནས་དེ་སྐད་ལ་ཡ་འགྲེལ་བཤད་མང་པོ་ཡོད་རེད་དེ་སྐད་དེ་ཆ་ཚང་ཡག་པོ་ཞིག་བི་ལོ་སློབ་སྦྱོང་བྱས་ཕྱིར་ཡས་གའི་ཀོ་ལེ་ཞིག་ཚུགས་ཤིག་ད་ལྟ་སློབ་སྦྱོང་ཡག་པོ་ཡོད་དང་ཡོད་བཞིན་པ་ཡིན་དེ་ད་ཕྱིན་ཞུས་པ་ན་ཞེས་ཨ་ནེ་ཚོ་ལ་ཡང། བཤད་གྲྭ་གཅིག་ཟུར་དུ་བཙུགས་བྱས་ཐུགས་ཡོད་ཨེ་ནི་དེ་གལ་ལ་ཡ་ད་དགེ་འདུན་པ་དང་དེ་འདྲས་མང་པོ་ཡོད་དེའི་དུས་སྐབས་ལ་དེ་ནས་ཡང་གཅིག་གཟུགས་པོའི་འཕྲོད་བསྟེན་བྱས་ཡ་དེ་ལྟ་གལ་ཆེན་པོ་ཞིག་བཞི་ཆ་དེ་ཡོད་རབས་གཟུགས་གཟུགས་པོ་ཡག་པོ་མ་བྱུང་བ་ཡིན་ན་ཨ་ནས་ཁ་སུ་སློབ་སྦྱོང་བྱེད་ཐུབ་ཡག་མྱོང་གི་མ་རེད་དེ་འདྲས་ཡིན་དུས་ཙམ་འཕྲོད་བསྟེན་བྱས་ཡག་བྱེད་དུས་སྨན་ཁང་བྱས་བྱས་གསར་དུ་རྒྱབ་བྱས་ཐུགས་ཡོད་ད་ལྟ་ད་ལྟའི་ཆ་ལ་ཡང་ང་རང་ཚོས་ལས་ཁུར་བྱས་ཡ་དེ་གལ་ཡིན་ཨེ་མུ་མཐུད་ནས་ད་ད་འདོད་ཅིག། ཅི་རྒྱ་གར་ནང་ཁུལ་ས་ཁུལ་གཞན་དག་རེད། བལ་ཡུལ་རེད། ཨེ་འདི་ལྷག་པར་དོན་གཅིག་བྱེད་ཀྱི་ཕྱི་རྒྱལ་ཁག་ལ་ཡོད་པའི་ཆོས་ཚོགས་ཚོ་ལ་ཡང་ག་ལེར་ག་ལེར་མ་འོངས་པར་ཡང་ད་ཅིག་ཅིག་དབང་ཞུ་ཡག་དང་ཞལ་འདོན་འདོན་ཡག་ཅིག་གོ་མ་ཡིན་པ་ཅིག་ཆོས་ཀྱི་བསླབ་བྱ་ག་ཚོ་ད་དཔེ་ཁྲལ་སོགས་སྒྲུབ། བཤད་རོགས་བྱས་ནས་གྲྭ་པ་མ་ཤེས་མཁྱེན་རྟག་པར་སློབ་སྦྱོང་བྱས་དེ་འདྲ་ད་ཡོང་གི་མ་རེད་དེ་ཡིན་ན་ཡ། ཆོས་ཀྱི་བ་བའི་ད། འཛིན་གྲྭ་དུ་མ་སོང་ཚོགས་ཆེན་མུ་མཐུད་སློབ་སྦྱོང་བྱས་ཡ་ཡོད་པ་དེ་འདྲའི་འབྲས་བུ་ཁ་ད་འཛམ་བུ་ལན་ཆད་ནུས་ག་ས་ག་ལ་ཡ་རིམ་པས་ཚུགས་ཐུབ་པ་བྱུང་བ་ཡིན་ན། དེ་ནི། གཅིག་གིས་ད་ཆོས་ཚོགས་ཁག་གི་ཚོགས་མི་དེ་གཉིས་དེ་ཡང། ཁ་སུ་ད་ཆོས་ལ་ཡ་རྒྱུས་ཡོད་མཁན་ཆོས་ངོས་ནས

ཁ་བསོ་རས་ང་ཚོ་བོད་ཀྱི་སྤྱིར་སངས་རྒྱས་ཀྱི་བསྟན་པ་དང་བོད་ཀྱི་བོད་བརྒྱུད་ནང་པའི་ཆོས་བོན་པོ་ལིན་ག་ས་ག་ལ་ཡ་དར་ཡོང་དུས་སྐབས་ལ། དེ་ནས་ད་ཡང་ཅིག་ཕྱོགས་གཅིག་ནས་མི་བསྟད་པ་ཞེ་དྲག་དར་གྱི་དར་རྒྱས་གོང་འཕེལ་བྱུང་ཚུལ་ཐུགས་འཇུག་གི་ཡོད་རེད་དེ་ཡིན་ན་ཡང་ཕྱོགས

ངས་ཀྱི། ལྔ་གཅིག་བར་གསུམ་ག་དུས་ཡིན་ན་ཡང་རྡོ་རྗེ་འཆང་གི། སྤྲུལ་སྐུ་གསུམ་པ་ཚེ་ཡ་ཅེ་དུས་ནམ་ཡང་ངོས་འཛིན་བྱེད་པ་ཡོད་མ་རེད། མ་རེད་མ་ཟད་པས་ད་ལྟ་འདིའི་སྐོར་ལ་ཡང་གནས་ཚུལ་མང་པོ་ད་དྲ་རྒྱ་ཡི་ནང་ལས་མང་པོ་ཐོན་ཡོད་རེད་ལ། ཨ་ནི་མ་ཟད་པས་ཡི་གེ་ངོ་མ་ཁོ་རང་དོ་བདག་ངོ་མ་ཡི་གེ་དྲི་ངན་དེ་གི་ཡིན་ན་ཡང་དེ་ཁོ་རང་རང་གི་བྲིས་པ་ཡིན་ཟེར་ནས་ས་བཤད་ཞིབ་ཅིང་ཕྲ་བ་བྱས་ཡོད་དེ་འདྲ་ཡིན་དུས་རྩ་ནས་ད་ངའི་སྒོ་ནས་ཐོག་ནས་དེའི་ཐོག་ལ་ཡང་དམིགས་བསལ་གི་བ་གའི་འགྲེལ་བརྗོད་ཞིབ་པ་གས་བྱེད་དགོས་ཡ་ས་མི་འདུག་བསམ་པ་དེ་ཁོ་རང་བཞིན་གི་ད་ཕྱོགས་ཐམས་ཅད་གནས་ཚུལ་མང་པོ་ཞིག་ཐོན་ཐོན་ཡོང་གི་ཡོད་པ་ཡིན་དུས་རྩ་ནས་ཁོ་རང་བཞིན་གི་གྲུབ་གྲུབ་རེ་བྱ་གི་ཡ་ས།

གང་ཡིན་ཟེར་ན་ང་རང་ཚོ་ད་མིའི་མི་ཚེའི་ནང་དཀོན་ཡག་མང་པོ་ཡོད་རེད་དེ་ཡིན་ནའི་གལ་ཆེ་ཤོས་དེ་ད་ཆོས་ཀྱི་ཉམས་ལེན་བྱེད་ཡག་དེ་ཡིན་པ་རེད་གང་ཡིན་ཟེར་ན་མི་ཚང་མ་ལོ་བདེ་སྐྱིད་སྡོད་ཀྱི་ཡོད་རེད་སྡུག་བསྔལ་སྡོད་ཀྱི་ཡོད་མ་རེད་ཨེ་ནི་སྡུག་བསྔལ་སེལ་ཡག་བྱེད་དང་བདེ་སྐྱིད་ཐོབ་ཡག་དངོས་གནས་དེ་ཨེ་ནི་ཆོས་ཀྱི་ཉམས་ལེན་དེའི་ནང་ནས་དེ་ནི་བཀྲམ་པ་ཐུགས་རྗེ་ཅན་གྱིས་གསུངས་པའི་ད་གང་ད་དམ་པའི་ཆོས་ཉམས་ལེན་བྱས་པ་ལ་བརྟེན་ནས་ཨེ་ནི་གང་ཞུ་བ་རེད་ཅིག་ད་སྡུག་བསྔལ་མཐའ་དག་སེལ་ཡག་དང། ཅིག། ཁྲལ་དང་ཡུན་གྱི་བདེ་སྐྱིད་མཐའ་དག་ཐོབ་ཡག་ཅིག་ཡོང་གི་ཡོད་རེད་སེམས་ཐག་འདི་འདྲ་ཡིན་དུས་ད་ནས་ད་ཆོས་ལ་ཉམས་ལེན་བྱེད་ཡག་འདི་དཔེ་མ་ཟད་གལ་ཆེན་པོ་རེད་དེ་ནི་དེ་ཡང་ཉམས་ལེན་བྱེད་སྟངས་དེ་ག་འདྲས་ཟེར་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ག་རེ་གསུངས་ཡོད་ཟེར་ན་བདག་ཉིད་བདག་གི་མགོན་ཡིན་གྱི་ཟེར་ནས་གསུངས་ཡོད་རེད་དེ་སོ་སོ་རང་ཉིད་ཀྱི་སློབ་སྦྱོང་བྱས་ཉམས་ལེན་བྱས་ནས་དེ་ནས་ལམ་གྱི་རིམ་པ་ཡར་བགྲོད་དགོས་ཡག་གསུངས་ཡོད་རེད་མ་གཏོགས་ཅི་ཡོད། གཞན་དག་ཅིག་བྱས་རྗེས་འདི་ཡི་ཡ། འཇུག་ཡོད་ཁྲིད་འགྲོ་ཡང་སོ་ཐར་ཅིག་གསུངས་ཡོད་མ་རེད་དེ་འདྲ་ཡིན་དུས་ད་ནི་མི་ཚང་མ་ལོ། མི་སྐྱ་ཡིན་ནའི་འདྲ། རབ་ཏུ་བྱུང་བ་ཡིན་ནའི་འདྲ། རྒན་པ་ཡིན་ནའི་འདྲ་གཞོན་པ་ཡིན་ནའི་འདྲ་ཚང་མ་ལོ་རང་རང་སོ་སོས་བོད་སྐད་དང་ཆོས་ཀྱི་སློབ་སྦྱོང་ཆེད་ཉམས་ལེན་བྱེད་ཡ་དེ་གལ་ཆེན་པོ་ཡིན་དུས། ད་གཞིན་ནས་ཞུ་རྒྱུ་ཞུ་མི་ནང་བཞིན་གཙོ་ཆེ་ཤོས་ད། རང་ཚོའི་མི་ཚེའི་ནང་ལ་གལ་ཆེ་ཤོས་དེ་ཆོས་བྱས་དེ་འདུས་ཆོས་དེ་སྨིན་པའི་མཚན་དཔེ་དཔེར་ན་རང་ཚོ་བཅའ་ལག་ཉོས་པ་ཡིན་ནའི་བཅའ་ལག་རྫུན་མ་མ་ཡིན་པ། སྤུས་དག་པོ། སྔོན་ལས་དྲང་གནས་ཡིན་པ་བས་མཚན་དཔེ་ཅིག་ཉོ་ཡག་ལ་ཡག་ཐ་ཐབས་ཤེས་ག་འདྲ་ཡིན་ནའི་བརྟག་དཔྱད་ནོར་སོང་ག་འདྲ་ཡིན་ནའི་བྱས་ནས་ཉོ་གི་ཡོད་ལ་དེ་ནང་རྐྱེན་ཆེ་ནི་ཆོས་ལ་གི་འཇུག་པའི་སྐབས་སུ་ཡིན་ན་ཡང་བསམ་བློ་ཏན་ཏན་བཏང་བྱས་དཔེར་ན་བླ་མ་ཡིན་ནའི་དང་པོ་བརྟག་དཔྱད་བྱས་བླ་མ་ཅིག་འདུག་ཟེར་ནས་ལམ་སང་བྷ་གའི་དེ་ཅིག་ཆོས་བཤད་ལམ་སང་དབང་ཞུ་ཡག་པོ་དེ་བས་མ་ཡིན་པ་དང་པོ་བརྟག་དཔྱད་བྱས། བརྟག་དཔྱད་བྱས་པའི་ཞུ་སྐུལ་ལ་ཡ། བླ་མས་ཡིན་ནས་སློབ་མ་བརྟག་དཔྱད་བྱེད་སློབ་མས་ཡིན་ནས་བླ་མ་བརྟག་དཔྱད་བྱེད་ཅེས་གང་ལྟར། གཅིག་བླ་མ་དང་སློབ་མ་ཕན་ཚུན་ལྟ་བའི་ལྟ། དེའི་ཆེད། བཞི་བྱུང་བ་ཡིན་ན། ཨ་ནི་དེའི་ཐག་ནས། ཨ་ནི་ཆོས་ཞུ་ཡག་རེད་ཉམས་ལེན་བྱེད་ཡག་རེད། ཨ་ལ་སློབ་ཀྱི་འབྲེལ་པ་གཅིག་བཙུགས་ཚ་དྲོད་སྐབས་ལ་ཡ། ཨ་ནི་དད་པ་དང། མོས་གུས་དམ་ཚིག་ལ་ཡ། འགྱུར་བ་མེད་པ་བྱེད་བྱས་ནས་ཕྱིན་པ་ཡིན་ན། དེ་ང་ཡང་ཐང་ཡོད། ཁ་སོ་རེད།